ཁྱད་པར་དུ་མངལ་ན་གནས་པའི་སྲིན་བུའི་སྡུག་བསྔལ་ཇི་འདྲ་བ་མྱོང་བ་ནི་མི་སློབ་མ་དང་འབྲིང་བ་ལེན་པའི་ཤིང་ཟོར་མེའི་སྲིན་བུའི་དྲི་ངན་མི་གཙང་གཅེར་བས་འགག། རབ་ཏུ་ཐོགས་པ་མོ་མུན་ནག་ཐིབས་པོར་འདུག་པ་ཡི་མངལ་ནས་དམྱལ་བ་དུ་ནང་དུ་དེ་ཞུགས་ནས་ལུས་ཡོངས་བསྐུམས་ལ་སྡུག་བསྔལ་ཆེན་པོ་མནར་དགོས་སོ་ཞེས་གསུངས་པ་ལྟར་རོ་ཚིག་དག་གིས་དོན་ཡང་མངལ་དུ་འཇུག་པ་ལས། མི་གཙང་བ་རྣམ་པ་མང་པོས་ཡོངས་སུ་གང་བ་སྲིན་བུའི་རིགས་སྟོང་ཕྲག་མང་པོའི་ནད་ཤིན་ཏུ་དྲི་ང་བའི་སྒོ་གཉིས་དང་ལྡན་པ་རུས་པའི་སྦུ་དང་ཁུང་བུ། ཕུག་གུ་དུང་དང་ལྡན་པ་སྤྱིན་དང་ལེབ་དང་ལེ་བརྒྱད་དང་གང་གའི་ཚོགས་ཀྱིས་བྱིན་ཅིང་བྱིན་དུ་འཕོ་བའི་འོག་ལོང་གའི་སྟེང་ནས་ནམ་མཁའ་ནས་གྱི་ཟིག་ལ་གཏད་རྒྱབ་ནས་ལྟོ་བའི་པགས་པ་ལ་བརྟེན་ཏེ། ཟླ་བ་རེ་རེ་ཞིང་ཟླ་མཚན་ལས་བྱུང་བ་ནི་འབྱུང་བས་ནི་རྟ། ཚིམ་པའམ་རྒྱས་པའི་དོན། མ་ཡི་ཟས་ཀྱི་རྣམ་པ་སོ་ཡི་ཕྲེང་བ་གཉིས་ཀྱིས་ཞིབ་མོར་བཅད་ཅིང་མིད་པ་མིད་པར་མིད་པ་མནན་པའི་འོག་ནས་མེ། མཁའ་ཡི་རྨ་ཡི་དྲི་མ་དང་མཁའ་སྤྱོད་ལས་བབས་པ་སྟེང་ནས་ཀླད་རྒྱས་ཀྱི་བག་འབོག་པོ་སྐྱུག་དང་འདྲ་བའི་ཟས་ཀྱི་རོ་ཁོང་ནས་མི་བདེ་བའི་སྦུག་པ་ནས་བཞུར་བས་ནི་སྐྱེ་ཞིང། ནུ་རུ་ནུར་པོ་དང་མེ་མོ་དང་ནག་ནག་དང་གོར་གོར་པོ། རྐང་ལག་རྒྱུས་པའི་ངོ་བོ་ཡོངས་སུ་འགྱུར་བར་འགྱུར་རོ་ཞེས་མི་རྐང་པ་དང། ལག་པ་དང་རྐང་པ་དང་འགྲམ་པ་ནི་མི་ཤ་མེད་སྣོད་ཀྱི་མི་དྲི། རྣམ། དྲི། རྣམས་ཕྱི་ས་བཞིན་དུ་གདའ། སྣང་བ་ཕྱི་ས་བཞིན་དུ་བྲི། ངག་དབང་བ་རྣམས་པ་མི་ཟད་པར་མོས་ན། འདྲེས་པ་ནི་ཡན་མན་རྒྱུ་ཟས། ཡན་མན་རྒྱུ་ཟས་ཀྱི་རོ་ཁ་བ་དང་སྐྱུར་བ་དང་རྩུབ་པ་དང་ལན་ཚྭ་དང་ཚ་བ་དང་དཀར་བ་མེ་སྟག་ལྟ་བུ་དག་གིས་ནི་རེག། སྲིན་བྲན་མང་ཞིང་མི་བཟང་བས་ཁུ་བས་ནི་སོ་མི་བཟང་བ། ཉག་པ་རབ་ཏུ་འབར་བའི་བདག་ཉིད་ལ་འདུག་ནས་སོང་སོགས་ཀྱི་དབང་པོ་ནི་མི་བརྟན་པའི་ལུས་ཀྱི་ནང་གི་མེ་ནི་མི་ཀུན་ནས་གདུང་ཀུན་ཏུ་གདུང། ཀུན་ཏུ་ཡོངས་སུ་གདུང། ཚ་ཀུན་ཏུ་ཚ་བ་ཡོངས་སུ་ཚ་བ་སྲེག་ཀུན་ཏུ་སྲེག་ཡོངས་སུ་སྲེག་སྡུག་བསྔལ་གྱི་ཚོར་བ་ཆེན་པོ་དྲག་པོ་རྩུབ་པ་མི་བཟད་པ། ཡིད་དུ་མི་འོང་བ་མྱོང་བར་འགྱུར་རོ། ཇི་ལྟར་ཇི་ལྟར་དེའི་མ་གཡོ་བ་དང་ཀུན་ཏུ་གཡོ་བ་དང་ཡོངས་སུ་གཡོ་བ་དེ་ལྟར་དེ་ལྟར་ཡང་དེའི་བཅིང་བ་ངེས་པའི་བཅིང་བ་དང། ཉི་མ་མོར་གྱིས་པ་དོང་དུ་བཅུག་པ་ལྟ་བུ་སྡུག་བསྔལ་གྱིས་མི་སོང་བ་ཆོག་པར་གྲགས་པ་རྩུབ་པ་མི་བཟད་པ་ཡིད་དུ་མི་འོང་བ་དཔེ་བྱ་བ་ན་དཀའ་བ་མྱོང་བར་འགྱུར་རོ་ཞེས་གསུངས་གསུངས་པ་དེ་བཞིན་དུ་མེས་བསྲེགས་ཧ་ཅང་མ་ཉུང་ཟེར་བ་དང་ཧ་ཅང་སྣུམ་པར་རྩུབ་པ་གྲང་བ་ཚ་བ་ལན་ཚ་བ། ཚ་བ་ལན་ཚ་ཆེ་བ་སྐྱུར་བ་མངར་བ་ཁ་བ་ཚ་བ་ཧ་ཅང་དཀའ་བའི་ཟས་ཟོས་པ་དང་འདོད་པ་ལ་སྤྱོད་པ་དང་ཧ་ཅང་སྐྱུགས་པ་དང་འགྱོགས་པ་དང་གྱོང་བ་དང་སྐྱེ་བ་དང་མིའི་ནུ་མདོག་སྐམ་པོ་སོགས་སུ་གོ་ནུས་ན་ཡང་ངན་ན་ནད་པ་ལ་སྨོད་པར་གསུངས་ཤིང་འཕོ་བའི་སྐབས་ལོ་འགས་གཏན་ནས་མི་བཅིངས་པ་ལྔས་བཅིངས་པའང་མ་ཟད་ཤིང་གི་མི་རྫོགས་པ་བཞིན་དུ་གནས་པར་གསུངས་སོ། ལྔས་ནི་མི་རྩ་བའི་ས་དང་བྱེ་རུལ་དུ་སྐྱེས་པའི་ཚེའི་སྡུག་བསྔལ་ཡང་ཀླུ་བྲན་ལི་མ་དེ་ནི་རིམ་གྱིས་བསྟིམ་པར་བརྩིར་བཅས་ཟ་བ་ཡིན་པས་བརྩི་བ་ལྟར་བཅོས་མས་དེ་ནི་ཅི་ཞིག་ལྟར་དེ་བཙས། འོན་ཀྱང་མོད་ལ་དེ་སོགས་མི་འདོར་གང་ཡིན་པ་སྡུག་བསྔལ་ཉེས་པ་བཅས་པའི་རྣམ་པར་ཐོ་ཙམ་མོད། མི་བཟང་དེ་ནང་གནས་བཅས་འབྲེལ་བའི་ལུས་རྟེན་ནི་མི་མངལ་ནས་རློན་པས་བྲེད་ཅིང་དྲི་ང་མི་བཟད་འདྲེ་མི་གཟིར་བའི་གནོད་པ་མདོ་དེའི་མ་སྨིན་ཞིག་བ་དེ་ལ་སྐྱུག་ལ་ཐུག་པ་བཞིན་དུ་སྔོན་གྱི་དྲན་པའི་དགོངས་བཞེད་གསུམ་པོ་འོ་ཚིག་དེ་དག་གི་དོན་ནི་མི་ངེས་སུ་འཇུག་པ་ལས། དེ་ནས་ཡན་ལག་དང་ཉིང་ལག་དྲི་ཆུ་རྐྱེན་ནི་མི་གཅིན་གྱི་ནད་རུལ་བ་བཏུང་བ་འགྲེང་བ་མི་བཟད་པ་དྲི་ང་བ་རྣ་བབས་མོའི་མུན་ནག་མཐོང་ན་ཤིན་ཏུ་འཇིགས་སུ་རུང་བ་ཕྱི་ས་དང་གཅིན་གྱིས་གོས་པ་དྲི་མི་ཞིམ་པའི་དྲི་མ་དང་ཁྲག་དང་ཆུ་སེར་ཅན་རྟག་ཏུ་འཛག་པའི་རྨ་ཡི་སྐོར་སྔོན་གྱི་ལས་ཀྱི་མ་རྣམ་པ་མུན་པ་ལེན་པའི་རྒྱལ་པོའི་རླུང་གིས་བཀང་བ་ནི། གྱེན་དུ་བསྟན་མགོ་བོ་ནི་ཐུར་དུ་བསྟན་པ་ལག་པ་གཉིས་བསྐུམ་པ་རྣམས་རུས་པའི་ཆུ་མགོ་རུ་གཉིས་ཀྱིས་གཟིར་ཀུན་ཏུ་གཟིར་ཡོངས་སུ་གཟིར་ཞིང་སྡུག་བསྔལ་སྐྱེ་བའི་ཚོར་བ་ཆེན་པོ་དྲག་པ་སྲུབ་པ་མི་བཟད་པ་ཡིད་དུ་མི་འོང་བ་དག་ངན་པའི་ལུས་ཅན་ཡང་ན་མ་གསར་པ་ལྟ་བུ་ཟས་རལ་ཅན་ཐམས་ཅད་སྔོན་པོར་གྱུར་ནུབ་པ་ལུས་ཀྱི་དབང་པོ་ཐམས་ཅད་ནི་ཚ། མངལ་གྱི་མགྲིན་པ་ཤིན་ཏུ་བཙོག་པས་ནི་ལུས་ཡོངས་སྐོམ་པས་ཆུ་དང་མགྲིན་པ་དང་སྙིང་ནི་སྐམ་སྟེ་དོག་པ་དང་ཉམ་ང་བ་མི་བཟད་པ་དང་འདྲ་བ་སྟེ་རྒྱུ་དང་རྐྱེན་གྱི་དབང་གིས་སྔོན་གྱི་ལས་ཅན་རྣམས་མངོན་པར་ལེགས་པའི་སྐྱེས་བུས་རླུང་གིས་ཕུལ་ནས། རླུང་གི་འཕོ་བ་ནི་རྟ་སྒ་ལྟར་ཅི་ཞིག་ལྟར་དེ་འབྱུང་ངོ། དེ་བྱུང་མ་ཐག་ཏུ་ཕྱི་རོལ་གྱི་རླུང། རྨ་ལ་རྩི་དྲག་པོའི་རེག་པ་ཅན་ལྟ་བུའམ་ལག་པ་ལམ་ལག་པའམ་གོས་ཀྱིས་རེག་ན་རལ་གྲིས་ཆད་པ་བཞིན་དུ་སྡུག་བསྔལ་གྱི་བའི་ཚོར་བ་འབྱུང་བ་འདྲ་བར་རྩུབ་པ་མི་བཟད་པར་ཡིད་དུ་མི་འོང་བ་མྱོང་བར་འགྱུར་རོ་ཞེས་གསུངས་ཤིང། བ་ལང་པགས་པ་བཤུས་པ་ལ་སྲོག་ཆགས་གཞན་གྱིས་ཟོས་པ་དང་རྫས་ཆེན

ལོ་གཞན་པའི་སྐབས་ལ་ཡིན་པ་ཡིན་ན་གཅིག་ནད་ན་ཚ་ལ་ཡང་གདོང་ལེན་སྔོན་འགོག་བྱེད་ཡག་གི་སོ་སོའི་ལུས་ཀྱི་འབྱུང་བར་བརྐུ་བཤུག་བྱས་ཡིན་ན་འགན་ཞིག་ཁོག་ཡོད་ན་དེའི་དེའི་ག་ལེ་ག་ལེ་ག་ལེ་མ་ཉམས་རུས་ཚ་ནས་རྐྱེན་ཆུང་ཆུང་ཅིག་གིས་ཡིན་ནད་ན་ཚ་འོག་པ་ཡོང་བསྡད་ཡག་འདི་འདྲ་ཡིན་པ་རེད་དམ། སྐྱེས་པ་ཞུ་དུར་ཁུག་བ་དང་མགོ་བོ་སྐྲ་བས་མེ་ཏོག་དང་དཀར་བ་དང་སྤྲ་བ་དྲལ་ཐེན་ལྟར་གཉེར་མས་ཁེབས་པ་སོགས་ཀྱིས་ལང་ཚོ་ཉམས་ནས་མི་སྡུག་པར་འགྱུར་རོ། ཐུར་ལུགས་ཡོངས་སུ་ཉེས་པ་ནི་འདུག་ན་ས་བརྒྱལ་ཐག་ཆད་པ་འདྲ་བ་དང། ལངས་ན་ཤིང་ཚ་གནམ་དུ་འདོན་པ་འདྲ་བ་དང། སྨྲ་ན་དེབ་ཅིང་འགྲོ་ན་བུ་བ་སོགས་བྱེད་པའོ། གུང་ཐང་རིན་པོ་ཆེས་ཉམས་མྱོང་རྒན་པོའི་འབེལ་གཏམ་ཟེར་ཡ་དག་དེ་བས་ཉམས་མྱོང་གི་ཐོག་ནས་གསུང་བྱས་པ་ཡག་པོ་ཞུགས་འདུག་བ། ཨོ་དེ་འདྲས་ཡིན་ནི་ང་རང་ཚོས་བསམ་དང་ཀློག་དེ་འདྲས་བྱས་ན་ཡག་པོ་ཡག་རེད། དབུ་མ་ཡོངས་སུ་ཉམས་པ་ནི་མི་ལ་སོགས་པའི་གཟུགས་ལ་སོགས་པ་གསལ་བར་མི་རྟོགས་པ་དང་བྱས་ངན་ཆེ་བ་ལ་སོགས་པའི་དྲན་པ་ལ་སོགས་པའི་དུག་བྲི་བའོ། ཡུལ་ལ་ལོངས་སྤྱོད་པ་ཡོངས་སུ་མྱངས་པ་ནི་བཟའ་བཏུང་ལ་སོགས་པ་འཇུ་དཀའ་ཞིང་གཞན་ཡང་དེ་བས་ཡུན་རིང་ལ་ལོངས་སྤྱད་པར་མི་ནུས་པའོ་ཚེ་ཡོངས་སུ་རྙེད་པའི་སྡུག་བསྔལ་བ་ནི་ཚེ་ཕལ་ཆེར་ཟད་པས་མྱུར་དུ་འཆི་བ་ལ་ཕྱོགས་པ་སྟེ་དེ་རྣམས་ཡང་དག་ཡང་དུ་བསྲུང་བ་འོ་བརྒྱལ་རུལ་བ་འདོན་པའི་དགའ་བས་དགའ་བྱེད་ནག་ཚོས་ཡོད་ཀྱང་ནོར་དང་པོ་གནམ་ལྕགས་ཀྱིས་ནི་བཅོམ་པར་འབྱུང་བའི་དགའ་བས་ཁོང་ན། འཇིགས་བྱེད་ཁང་རུལ་འདྲ་དགའ་ལས་ཅུང་དུ་བ་ཉོ་རུ་འདུག་མོད། བུད་མེད་སྐྱེས་པའི་ཚོགས་རྣམས་དགའ་བས་སྐེམ། དྲི་བཞིན་སཱ་ལའི་ནགས་ལ་མོ་རླུང་མ་ཅན་དགའ་བའི་བརྫུན་འཕྲུལ་རྩལ་དང་ཤུགས་འཁོར་འཕྲོག་སྟེ་དཔལ་དང་སྐྱེ་བོ་རྣམས་གདུག་སྦྱོང་ཞིང་དགའ་བས་གཟུགས། གཟུགས་ནི་མི་སྡུག་ཅེས་སྨྲས་དགའ་བའི་གཟི་བརྗིད་འཕྲོག་ཅེས་སྨྲས་གདུག་རྡོག་འཕྲོག་དགའ་བས་བདེ་བ་འཕྲོག་ཅིང་ཉེས་པ་ཅེས་སྨྲས་དགའ་བས་འཆི་ཅེས་སྨྲས་དགའ་བས་བདག་ཅག་འཕྲོག། ཅེས་གསུངས་སོ། སྤྱན་སྔའི་ཞལ་ནས་ཕྱི་བའི་སྡུག་བསྔལ་དུ་སྟེ་ཡུན་ཐུང་བརྒྱད་པ་འདི་ཀ་ཐུགས་གསུང་ངོ་རྐང་མ་པའི་ཞལ་ནས་རྒྱས་པ་ཁད་ཀྱིས་ཁད་ཀྱིས་འོང་བའི་གྲགས་དུས་གཅིག་ལ་འོང་ན་སེམས་འདོད་མི་གསུང། མོ། ད་དེ་གིས་ནི་དགའ་བའི་སྡུག་བསྔལ་བཟུང་བ་རེད་ད་དགའ་བའི་སྡུག་བསྔལ་ཀོ་ར། དགའ་བའི་སྡུག་བསྔལ་ལས་ཡ་པམ་བྱེད་ཡག་སོ་རོ་དགའ་བའི་སྡུག་བསྔལ་ལས་ཡ་པའི་ཤེ་བོ་གཅིག་གི་པའི་མི་འདོད་པ་བྱེད་ཡག་སྐད་མི་འདུག་ག། ཁོ་ར་ཉེ་བར་ལེན་པའི་ཕུང་པོ་ཁོ་རང་གི་གཤིས་ཀ་རེད། ཁོ་རང་གི་རང་བཞིན་དེ་ག་རེད། དཔེར་ན་ཕུང་པོ་མི་བཟང་བའི་རྫས། མངལ་དུ་ཆགས་པ་ནས་བཟུང་བར་ཁོ་ར་མི་བཟང་བའི་རྫས་ཀྱི་རང་བཞིན་ཡིན་པ་དེ་ཀོ་ཅོས་སྐད་མི་འདུག་ག། ཨ་ཏི་མི་བཟང་བའི་རང་བཞིན་ཡིན་པ་དེ། བས་གཙང་མ་ཞིག་ཡིན་མདོག་མདོག་བྱེད་ན།

སངས་རྒྱས་རྫོང་སོགས་ཁ་ཤས་ལ་བརྩམས་ཟིན་བཤད་དེ། ག་བུ་ག་བུ་ཆགས་ནས་བལ་དང་རྒས་སོ་གུས་སོ་བསམ་པའི་སེམས་ཁྲལ་བྱེད་དགོས་མ་རེད། ཡང་ག་བུ་ག་བུའི་རྣམ་དཔྱོད་སྟོན་ཡག་ཡོད་རེད། ང་ཚོ་ཉམས་མྱོང་ཡོད། ང་ཚོ་བལ་རྒྱུས་ཡོད་ཡོད། ང་ཚོ་བལ་མི་ཚེ་འགྲོ་སྟངས་བལ་ག་སོགས་རེད་བལ་ག་ས་ཆ་ག་བལ་ག་ས་ཆ་བྱེད་ཡག་རེད་བྱེད། ཤོག་དྲུང་ཕྱིར་བསྟོད་ཤོག་སེན་ཕྱིར་བསྟོད་ཟེར་བྱ་དཔེར་བརྗོད་བྱས་ཡོད་རེད། འོ་ད་དེའི་སོར་བཅད་བྱས། དགའ་བོ་དགའ་མོ་ལ་དཔག་པས་ཡང་སོ་སོ་སོའི་སྤོབས་པ་སྐྱེ་ཡག་དང་སོ་སོ་སོའི་དགའ་བ་ཚོར་ཡག་གི་རྒྱུ་མཚན་འདུག་ག་དེ་བསམ་བཏང་ན་ཡག་གི་རེད་བ། གཞན་པས་ཡིག་རྨོངས་བྱས་ད་དགའ་བོ་དགའ་མོ་ད་ཡིན་ན་མི་འབྲེལ་ལ་ཚུད་ཀྱི་མི་འདུག་བསམ་བསྡད་བསྡད་ན་ཇེ་བྱུང་བ་རེད་བ། དེ་བ་ཡ། དངོས་ཡོད་གནས་ཚུལ་ལས་ཉམས་མྱོང་ནི་མང་བ་རེད། ཡག་ས་སྡུག་ས་ཚང་མ་ཕལ་ཆེར་ཉམས་མྱོང་ཡག་ག་རེད་མི་ལ་མགོ་སྐོར་གཏོང་ཡག་མི་ལ་ཐུབ་ཚོད་བཤད་ཡག་མི་ལ་མགོ་སྐོར་དང་དེ་འདྲའི་ཉམས་མྱོང་མང་ཡོད་རེད་ཡག་ག་དེ་ཚོའི་ཉམས་མྱོང་ཡག་མང་ཡོད་འགྲོ་ས་དེ་འདྲ་ཡིན་པ་ཡིན་དུས་ས་ནས་ད་ག་ད་ཡག་ཉེས་ག་ཡིན་ནི་མེད་ནས་ད་ག་ཚོ་ཉམས་མྱོང་ག་བུ་ག་མུ་ཚོ་ཉམས་མྱོང་མང་ཡོད་དུས་ཁོར་ཁོ་རང་ངོས་ནས་བསམ་བློ་བཏང་བྱས་ཡང་ཁོ་རང་ད་ཚེ་རིང་པོ་བསྡད་བྱུང་བསྐལ་བ་བཟང་པོ་ཡིན་ངོས་ནས་ད་ངས་ཉམས་མྱོང་མང་པོ་བསགས་ཡོད་ས་བར་བྱས་ཤིང་ཡག་པོ་འདུག་ག་ད་ངས་ག་གི་ངོས་སུ་བསམ་དེ་ནི་ཡང་བསམ་བློ་ཟིང་ངེ་གོ་གཏོང་ཕྱོགས་གཅིག་རེད། ཡུལ་གང་དང་གང་ཡིན་ནས། དོན་གང་དང་གང་ཡིན་ནས། ཁོ་རྟེན་འབྱུང་རེད་ལྟོས་གྲུབ་རེད། ཁོ་གཅིག་ལ་ལྟོས་ན་སྡུག་གུ་ཡིན་པ་ཡིན་ན་ཡང་གཅིག་ལ་ལྟོས་ན་ཡག་གོ་རེད། བྱས་ཙང་ངས་ཡག་ས་ནས་བལྟས་ན་སེམས་སྐྱིད་པ་ཡིན་དགོས་རེད་པ། ཨ་ནི་སེམས་ལ་ཞུམ་པ་མེད་པ་ཡིན་དགོས་རེད་པ། འོ་དེ་འདྲ་ཡིན་དུས། ཡ། དེ་འདྲ་རེད། དགའ་བའི་སྡུག་བསྔལ། ན་བའི་སྡུག་བསྔལ་བསལ་བ་ལ་ཡང་སྔར་ལས་ལུས་ཀྱི་རང་བཞིན་མ་འགྱུར་བ་ནུས་པའི་ལུས་ཀྱི་ཤ་ཞུ། ལུས་ཀྱི་ཤ་ཞུ་པགས་པ་སྐམ་པ་སོགས་སུ་སྡུག་བསྔལ་དང་ཡིད་མི་བདེ་བ་འཕེལ་ཞིང་དེ་ལ་ཤའི་ཤ་ནད་པ་ནུས་པའི་ལུས་ཀྱི་ཆུ་ལ་སོགས་པའི་ཁམས་རྣམས་ཆ་མི་མཉམ་པར་ཤས་ཆེ་ཆུང་དུ་འཁྲུགས་པས་ལུས་ལ་གདོན་བསྐྱེད་ཅིང་སེམས་དེས་སེམས་ལ་མི་བདེ་བ་བསྐྱེད་པས་ཉིན་མཚན་དག་གོ་བའོ་ཡུལ་གྱི་ལོངས་སྤྱོད་ཡིད་དུ་འོང་བ་མི་འདོད་པ་ནི་ཡིད་དུ་འོང་བའི་ཡུལ་རྣམས་ལ་ནད་ལ་གནོད་སེམས་ནད་མེད་མདུན་དུ་བྱ་བ་མེད་པ་སྟེ་དེ་བཞིན་དུ་སྤྱོད་ལམ་ཡང་གང་འདོད་པ་སྣང་བ་བྱ་ར་མེད་པའོ། ཡུལ་གྱི་ལོངས་སྤྱོད་ཡིད་དུ་མི་འོང་བ་ལ་མི་འདོད་བཞིན་དུ་བྱ་བ་ནི་སྨན་དང་བཟའ་བཏུང་སོགས་ཡི་གེ་ལ་མི་འོང་བ། ནན་གྱིས་དཔྱད་དགོས་ཀྱི་དོན་དུ་མེས་གསོ་དང་མཚོན་གྱི་རུས་སྦོམ་པ་གསོ་བ་བཅས་གསོ་བོ་ནོར་བསྟན་དགོས་པའོ་སོགས་པའི་དབང་པོ་དང་བྲལ་བར་འགྱུར་བ་ནི་མེས་ནད་མི་གསོ་བ་མཐོང་ནས་མི་སྡུག་བསྔལ་སྐྱེ་བ་དེ་མེ་དེ་ནོར་ལ་ཞིབ་ཏུ་བསམ་པའོ་རྒྱ་ཆེར་རོལ་པ་ལས་ཀྱང

བརྔས་པར་བྱེད་མོད་གནོད་པར་བྱེད་ཅེས་མོས་གཏོང་མོད། སྡུག་ལ་སྡང་བར་བྱེད་མོད་ཡོངས་སུ་གཏོང་བར་བྱེད་ཡོངས་སུ་གཏོང་བྱེད་མཁའ་ལས་ཉི་མ་བཞིན་ཞེས་གསུངས་སོ། བདག་ན་བའི་སྡུག་བསྔལ། ན་དེའི་སྡུག་བསྔལ་ནི་ཀ་ཤུག་རི་བྷི་ཀའི། ཅི་རིགས་ནི་བའི་ན་ཟུག་ཁ་སྡུག་གི་བའི་ན་ཟུག་གི་སྡུག་བསྔལ་དེ་ཚོ་དང་མ་བསྲེས་པས་ནི་དབང་པོ་པའི་ཉམས་འགྲོ་ཡ་འགྲོ་གུད་འགྲོ་ཡ་འགྲོའོ། བདག་ནི་ཤིང་གི་བྷི་ཀའི། ནས་ཅིག་མགོའི་ནས་སོར་ལས་ཡིན་པ་ཡིན་ན་ནི་སྒོ་སྤྱི་ཚོགས་ན་ནས་པའི་བྷིས་འགྲོ་ཡ་སོར་རོ། དེ་འདྲའི་གེགས་པའི་ནད་ཀྱི་སྡུག་བསྔལ་རྣམ་པ་རྣམ་གྲངས་མང་པོ་ཞིག་པོ་འདུག་ཨ། དེ་ཚོའི་གྲས་དེ་རྩ་བ་རྩ་བ་ག་རེ་ལེན་པ་ཞེས་ལབ་ན་ཉེར་ལེན་གྱི་ཕུང་པོ་བསྒྲུབ་བྱ་བ་དང་དེ་གཉིས་ནི་ལེན་པ་ཡིན་པ་རེད། ང་རང་ཚོས་བལྟས་ན་ད་གཅིག་དེང་སང་གི་བལྟས་ན་ནད་ཨ་མཆིས་ཚོས་བཤད་ཡོང་དུས་བལྟས་ནད་འབུ་ནད་འབུ་ཕྲ་མོས་ཕྱི་ལོག་ནས་ཞིག་ད་ག་སོག་རེད་བོད་གའི་ནད་དེ་ཁྱི་ཡོང་པའི་སོག་རུ་ཅིག་ད་བཤད་བསྡད་ཡོག་རེད་རེད། ཕྱི་ལོག་ནས་ནད་འབུ་ཡོང་གི་ཡོག་དེ་ཡིན་ནའི་ཕྱི་ལོག་གི་ནད་འབུ་དེ་ཞུགས་སའི་ལུས་ཁོ་ར། ཧྲཱི་ཏཱ་ཞེས་ན་ཕྱི་ལོག་གི་ནད་འབུའི་དེ་ཙམ་ལའང་གནོད་པ་བསྐྱལ་མི་ཐུབ་པ། རང་གི་ལུས་ཀྱི་འབྱུང་བའི་ནུས་པར་ཁོ་མ་གུས་ནས་ཡོད་པ་ཡིན་ན་ཕྱི་ལོག་གི་ནད་འབུ་ཕྲ་མོ་གཅིག་གིས་ནམ་བཟའ་ནད་སྐྱེ་ཡ། དེ་འདྲ་ཡིན་པ་ཡིན་དུས་དེ་ཡིས་མཚོན་ནས་ག་འདྲ་གཙང་བ་ནད་ཡོང་ཡག་གི་གཞི་རུ་ཁོ་རང་གི་ལུས་དེ་བྱས་ཡོང་བ་འདི་གསལ་བོར་བ་དང། ཚང་མ་ལ་ཕྱི་ལོག་ལ་ཁ་བཤགས་བྱས་ཨ་མོ་ད་བས་ན་ཅིག་བྱ་དེ་དང་ཕག་པ་དང་དེ་འདྲས་ཀྱིས་ད་བར་སྐབས་བས་ན་ནད་དེ་ཚོ་གྲས་དེ་ཅིག་བཤད་ཡོང་དུས།

ད་དེ་ཡང་དེ་སྐད་ཞུས་པ་ནི་ཅི་བྱས་ནས་ཨ་ནི། ཉོན་མོངས་སེལ་བ་དེ་སེལ་ཐབས་ཡོད་པ་དང་སྐྱེ་བ་མཐའ་ཅན་ཡིན་པ་དང་དེ་འདྲའི་བསམ་བློ་འཁོར་ངེས་བཞིན་པ་ཡིན་ན་ཨ་ནི་དེའི་དེ་བ་བསམ་བློ་བཏང་ཡོད་དུས་རྒྱུ་མཚན་འདུག་ག། གཞན་དེ་མེད་ན་ཨ་ནི། ཆོས་བྱས་ཟེར་ལབ་ན་ཨ་ནི་བའི་སྡུག་བསྔལ་བསམ་ལ་བཅོམ་ལྡན་འདས་ཀྱིས་བའི་སྡུག་བསྔལ་དེ་བ་དང་པོ་དེ་གསུངས་པ་དེ། དེ་འདྲས་ཀྱི་རྐྱེན་པས་རིགས་འགའ་ཤས་ཀྱིས་བའི་སངས་རྒྱས་ཀྱི་ཆོས་དེ་བའི་སྡུག་པོ་འགོག་ངེས་རེད་སོ་སོ་སོ་བའི་སྡུག་པོ་འགོག་ངེས་བསམ་བཞིན་འདུག་ཟེར་དེ་འདྲས་ཟིག་འདུག་ག། དེ་མ་རེད་བ། བཅོམ་ལྡན་འདས་ཀྱིས་ལམ་གྱི་བདེན་པ་དང་འགོག་པའི་བདེན་པ་ཟེར་ཡག་ཞིག་མེད་ན་བཅོམ་ལྡན་འདས་ཀྱིས་སྡུག་བསྔལ་བདེན་པ་དང་ཀུན་སྤྱོད་བདེན་པ་གསུང་གི་མ་རེད། ར་ཁོ་སྡུག་བསྔལ་ཟེར་ཡག་ཅིག་གི་གཏད་དུ་བདེ་བ་ཅིག་ཡོད་པ་ཡིན་ཙང་སྡུག་བསྔལ་བསྒོམས་ན་བསྒོམས་རན་ཆོག་བ་རེད་ཀུན་འབྱུང་བསམ་ན་བསམ་རན་ཆོག་བ་རེད། དངོས་ཡོད་གནས་ཚུལ་ལས་ད་གར་བ་སྡུག་བསྔལ་བྲལ་ཡག་ཅིག་མེད་ན་ད་སྡུག་བསྔལ་སེམས་ཀྱི་བདེན་ཆོག་ཡོད་མ་ད་དེ་ལས་ཨ་ར་ར་ལྟུང། ཨེ་ནི་ལྟུང་སོང་སྤང་རྒྱ་མོ་རྒྱབ་བྱས་བསྡད་བྱས་ན་ཨེ་ནི་སྐྱིད་བསྐུར་བ་ལྟ།

འཆི་བའི་སྡུག་བསྔལ་ཟ་མ་ལ་ཡང་ང་ལྟ་བུའི་ལོངས་སྤྱོད་དུ་བ་བུ་ཟུང་ཟོ་བ་དང་འདྲ་བ་དང་བ་ཚ་འཇིང་དུ་བ་བུ་ཟུང་ཟོ་བ་དང་འདྲ་བ་དང་འཁོར་ལོ་དུ་བ་བུ་ཟུང་ཟོ་བ་དང་འདྲ་བ་དང་ལུས་དུ་བ་བུ་ཟུང་ཟོ་བ་དང་འདྲ་བ་དང་འཆི་བའི་སེམས་པའི་སྡུག་བསྔལ་དང་ཡིད་མི་བདེ་བ་དྲག་པོ་མྱོང་བ་དེ་བས་དེ་རྣམས་ལ་བ་ཡིས་སྐྱོང་བ་པོ་ཁྱུ་རྒྱལ་པོ་རབ་ཏུ་བ་ཡང་ཡང་གསན་པའོ། སྔ་མ་བཞིའི་སྡུག་བསྔལ་དུ་འགྲོ་ཚུལ་ནི་བུ་ཟུང་བཞི་པོ་དེ་དག་དང་འདྲ་བ་ལ་སྟོང་ཉི་མའི་སྡུག་བསྔལ་བའོ་རྒྱ་ཆེར་བ་ལས་ཀྱང།

འཆི་བའི་སྲོག་ཆགས་བརྒྱ་ཕྲག་མང་ཚན་དེ་མིན་འབྱུང་པོའི་སྲོག་ལ་རྒྱ་མཚོའི་ཆུ་སྲིན་བཞིན་ནོན་རུང་ལ། ཁ་ཏིང་ངའི་ལག་ཆའི་སེང་གེ་འདྲ་བ་བཟའ་ཞིང་འབྱུང་པོའི་སྲོག་ལ་མེ་དང་ཟུག་རྔུ་ཆེ་ཡང་ཟུག་རྔུ་ཟོ་བོ་མི་སྡུག་པ་དང་ཕྲད་པའི་མེ་དཔུང་སངས་པ་ལ་ང་དེ། དགྲ་བོ་ལྟ་བུ་དང་ཕྲད་པ་ཙམ་གྱིས་གདུང་དང་ཡིད་མི་བདེ་བ་སྐྱེ་བ་དང་དེ་ཆད་པར་བྱེད་པས་འཇིགས་པའི་གནས་སུ་མུ་ཁྱུད་དང་ཚིགས་སུ་བཅད་པ་མོད་དེ་གཏམ་ངན་པས་འཇིགས་པ་དང་ཉམ་ང་བ་བཞིན་དུ་འཆི་བས་འཇིགས་པ་དང་ཆོས་དད་པས་འགལ་བས་ཤི་བའི་འོག་ཏུ་ངན་འགྲོ་སྲོག་གི་ཐོག་ནས་འཇིགས་པ་སྟེ་དེ་དག་ལ་སེམས་པའོ་སྡུག་པ་དང་ཕྲད་གདུང་སངས་པ་ལ་ང་དེ་ཆེས་ཕངས་པས། གནས་ལ་སོགས་པ་དང་བྲལ་བ་ན་དེས་སེམས་ལ་བླང་བ་མྱ་ངན་བས་སྐྱེ་བ་དང་ངག་ཏུ་འོ་མའི་ངག་ཏུ་དང་ལུས་ལ་གནོད་པར་སྐྱེ་བ་དང་ལུས་ཡུལ་དེའི་ཡོན་ཏན་དྲན་ཞིང་འདོད་པས་ཡིད་གདུང་བ་དང་དེའི་ལོངས་སྤྱོད་མ་ཚང་བ་སྟེ་དེ་རྣམས་ལ་སེམས་པའོ། འདོད་པ་བཙལ་ཏེ་མ་རྙེད་པའི་སྡུག་བསྔལ་བསམ་པ་ལ་ཡང་ང་སྟེ། སྡུག་པ་དང་བྲལ་བ་དང། སྡུག་པ་དང་བྲལ་བ་དང་འདྲའོ། འདོད་པ་བཙལ་ཏེ་མ་རྙེད་པ་ནི་བསོད་ནམས་བྱས་ཀྱང་ང་དོན་དུ་མ་གྲུབ་པ་དང་ཚོགས་དབང་བྱས་ཀྱང་ང་དགེ་བ་མ་ཐོབ་པས་སོ། གང་ལ་རེ་བ་དེ་འབད་ནས་བཙལ་ཡང་མ་རྙེད་པས་ཡིད་ཆད་པའི་སྡུག་བསྔལ་ལོ།